ཨོ་དེ་དེ་ཉམས་ལེན་ནུས་ཀྱི། དེ་རེ་རེའི་བསམ་པ་དང་གཅིག་ན་མ་ནི། ཚོགས་བསོད་ནམས་དཔག་མེད་ས་ག་འཛག་ནོག་མེད། མ་ནི་སྤེལ་རིགས་བོར་ཏེ་ཡོད་དཀའ་ངན་ལ་ད་དེ་བོར་མ་ནི་ལུས་བ་མི་ཤོང་ཚད་ཡོད་དཀའ་ལས། བྱང་ཆུབ་ཀྱི་སེམས་བསྒོམས་སྟེ་ཚད་མེད་བཞིའི་དགོངས་པ་ལ་བརྟེན་ཏེ་དེ་བས་ཕ་ཡོན་པོ་ཅི་ཡོད་དཀའ་ཟེར་ན། མ་ནི་གཞན་གྱིས་ས་ཡང་བྱོན་ན་མ་ནི། ཡང་གཟུགས་ཀྱི་སྤྱི་སྟོང་པ་དང་སྤྱོད་སའི་ཡོད་འགྲོ་མང་པོ། མ་ནི་མ་ནི། གངྒཱའི་ཀླུང་གི་བྱེ་མའི་གྲངས་སུ་བཅོས་སེ་ཡོར་དཱན་ཡང། ཨོའི་ཚོགས་སུ་བསམ་པ་དང་ཚེས་ཀུན། ཚོགས་སུ་ཀུན། ཏེ་སང་ལྷག་པ་ཡིན། ཟེར་ཏེ། གཉིས་ནི་གོ་དོན་གཞན་མ། གཞན་མ་ཞིག་ག་མ་ནི་ཨི་གཟུགས་མ་བཅོའོ་ཟེར་ཏེ། གཞན། བདེ་བ་བདེ་བ་དང་ལྡན་ཕྱིར་སྡུག་བསྔལ་དང་འདྲ་བྱེད་ཅེས་པའི། རང་ཨི་གཟུགས་ཀྱི་བློས་བཏང་སྙམ་ནས་ན་དེ་ཙམ་ཞིག་གཟུགས་མེད་ལ། བྱ་སྤྱོད་སེམས་དཔའ་བ་ནོ་སྟེ་བ་ནི་ལོག་པ་སྟེ། བྱ་བྱེད་གསུམ་པའི་སྤྱོད་པ་བསླབ་བསལ་ལགས་པ། ཀུ་ལེ་ཨེ་ཀུ་ལེ་ཨཱ་ལི། དེ་ནས་རིམ་པས་རིམ་པས་རིམ་པས་སྤྱོད་བྱེད་དང། བྱ་བྱེད་གསུམ་པ་བ་ནི་སེམས་ཅན་ནི་འགྲོ་དོན་སྤྱོད་བྱེད་དང་ཕི་ཡ་མ་ནི་ཉལ་བ་བ་ནི་ཨ་མ་ནི་བཞུགས་དགོས་དང་མ་ནི་བ་སྐ་པ་བཞུགས་དགོས་དང་དེ་བ་ལ་ཐུགས་སུ་ན་མི་རུ་བ། སེམས་བསྐྱེད་དེ་ལོག་པ་ད་དེ་བ་ནི། འོ་དེ་ཚོ་སོ་སོང་བ་སམ་ཡིད་སེམས་ཤེད་མ་ཁ་ཚ་འགྱུར་བསྟན་དཀའ། དེ་བ་ན་ཡང་པོ་ཤེས་ཏེ་ཅོག་གོ་ཤེས་ལེ། ངས་ད་རེས་བཞུགས་དགོས་མེད་ག་བཞོས་མེད་ར། ང་ད་ང་སྐྱིད་པོ་ཚང་མ་ལུགས་སྲོལ་གྱིས་ག་སོང་ཏོ་ལ་ཏེ། ད་སྤོས་ན་ང་ད་ཨ་ཡིན་ནོག་པ་ལས་ཆོལ་མེད་ཙོག་ཤི་བུ་ལས་ནས་ཆོལ་མེད་ཅང་ཨ་བུ་ལ་ནོག་པ་ལས། ཆོལ་མེད་མ་ཁུ་ར་མ་ནས་རྒྱ་ལ་ཆ་དང་པེ་བ་ནོག་མ་ལས་འོ་བཅུག་སེ་ཡོད་ན་ཕི་ལོག་རེ་ལུག་སྟེ་ཡོག་སེ་ན་ཆའང་ཆ་ནོག་པ་བུལ་ཏེ་ནོག་པ་ད་ཁོ་རང་ན་ལུག་པོ་ཧ་ཧ་གོ་གོ་ལ་ཏེ་ཅི་ཡ་བུལ་ཐེ་ནོག་ཟེར་ནས

པད་སྔགས་ཤེས་རབ་ཀྱི་འོད་དང་ལྡན་བྱེད་ཟེར་དོན་དེ་ལུགས་ཞེས་བསམ་པ་དང་སྲིད་ཕྱོགས་མེད་འགྲོ་བ། ཞེས་ལོ་ག་མ་ནས་ཅིག་ཅིག་གིས་མར་པའི་མར་ལམ་ཡང་ཡང་ཅིག་ཅིག་གིས་མར་ནས་རྡུལ་རྡུལ་ཞེས་བྱོན་ན་མར་ཁུའི་རྒྱ་མཚོ་ཡོངས་སུ་འཁྱིལ་བའི་དབུས། ཕུན་ཚོགས་འོད་སྟོང་ལྡན་པའི་སྒྲོན་མེ་འདིས་མུན་པའི་སྐལ་པ་མ་ལུས་བསལ་བྱས་ན་འགྲོ་རྣམས་སངས་རྒྱས་ས་ལ་འཁོད་པར་ཤོག། ཅེས་ཟེར་ན་མ་ཤེས་ཤེས་མ་རིག་པའི་རྨོངས་པས་མུན་པ་བ་ཡོངས་བསྒོ་ས་དེ་མུན་པ་བ་བསལ་ཏེ་འགྲོ་བ་རིས་དྲུག་སེམས་ཅན་ཐམས་ཅད་སངས་རྒྱས་སུ་བཞེངས། བྱ་བྱེད་ཚིག་པས་རང་ཚིག་པོ་སངས་རྒྱས་ཟེར་ཀ་མཛད་མ་ལོག་ལ་ང་དང། མ་གྱུར་མཐའ་དང་ངེས་པའི་སེམས་ཅན་ཐམས་ཅད། མ་ཏུ་གྱུར་མ་བ་ན་བ་ན་ཤ་བ་ན་བིང་དང་འགོག་ས་ནོ། སེམས་བསྐྱེད་དང་ཐེག་པ་ཆེན་པོའི་ཆོས་ལ་ཉམས་ལེན་ཆོ་ག་གནས་ན། མ་གྱུར་མཐའ་དང་ངེས་པའི་སེམས་ཅན་ཐམས་ཅད་ཟེར་ཀ་ནས། འོ་ད་དེ་ཚུགས་ཀ་ནས་བསམ་པས་བརྟགས་ཏེ་ཞེས།